བ། ད་བོད་ནང་ལ་ཆེས་སྐད་འབོད་བྱས་ནས་བྱས་ཡོད་འདུག་ས་ནས་གར་གར་ཡོང་གི་འདུག་བསམ་ན་དེ་མིན་མི་མང་རུང་འགྲོ་གི། བདེ་སྲུང་ལས་ཀ་བྱེད་མཁན་མང་རུང་འགྲོ་གི། བོད་པ་བརླག་འགྲོ་མཁན་དེ་མང་རུང་འགྲོ་གི། བོད་པ་འཇིགས་བྱེད་པ་མང་རུང་འགྲོ་གི། ཁག་པོ་ཆགས་འདུག་ག། ང་ཚོས་ཕྱི་ལོག་ལ་ང་ཚོ་རང་དབང་ལུང་མན་ན་བསྡད་ཡོད་ལ་ང་ཚོས་དེ་སྐད་བགྱི་བས་ལ་ཞེ་སྣང་གི་ཡོག་མ་རེད་བ། ང་ཚོས་དེ་སྐད་བགྱི་བས་ལ་ཞེ་སྣང་གི་ཡོག་མ་རེད་དེ། ཚིག་པ་ང་ཚོ་དེ་ཕྱི་ལོག་ལ་ཡོད་མཁན་ཚོ་ཟད

ད་དེ་དགེ་སྐྱོན་ག་འདྲ་ཆགས་ཀྱི་འདུག་ག་བསམ་བློ་ཡག་པོ་བཏང་ན་མ་གཏོགས། ཅིག་ཧ་པེ་ཧ་པེ་བྱས་ནས་སྐད་རྒྱག་རྒྱུ་ཡང་མ་རེད་ད། དཔེར་ན་ད་ང་དེ་ཅིག་ཟེར་བ་རྒྱ་མི་མང་པོ་ཅིག་གཟིགས་ཅང་ཟིན་མིན་བསམ་བློ་དགུ་རོ་གུ་ཡང་གི་ཡོད་རེད་ཟེར། ང་ཚོ་བར་སྐབས་ད་རྒྱ་ནག་གཞུང་དང་འབྲེལ་བ་ཆད་ཐེབས་པ་དེ་ཅང་ཟིན་མིན་ཡར་སླེབས་ནས་ང་ཚོ་འབྲེལ་བ་ཆད་ཐུབ་ཡོད་རེད། དེ་ཡང་བར་སྐབས་ལྟར་བྱང་སེམས་མིང་གི་སྐབས་ལས་དེ་ཡང་གཅིག་བཞི་བོ་གཅིག་འབྲེལ་བ་མཐུད་པ་གང་ཞིག་ལ་ད་གུ་ས་ཐང་ཞིག་མ་ཡོང་ཡང་གཅིག་སྟེ། རྒྱ་མི་དཔོན་པོ་དེ་འདྲའི་ཕྱི་རྒྱལ་དུ་བ་ཡོང་པའི་ཁ་ཐུག་ལ་ཡང་ང་ཚོ་བོད་པ་ངོ་རྒོལ་བྱེད་མཁན་དག་ཡོང་བསྡད་ཀྱི་ཡོད་རེད། ཀྱང་དེ་འདྲའི་གི་ཐང་ནས་ཁོ་ཚོ་ཁ་ཤས་ཚིག་པོ་ཟེར་བྱས། སྒེར་གི་ཐོག་ནས་ཚིག་པོ་ཟེར་ནས་ངས་སྔན་མ་ནས་འདི་བཤད་བསྡད་ཀྱི་ཡོད། ང་ཚོས་འདི་བྱེད་དགོས་ཀྱི། ང་ཚོས་རྒྱ་མི་དཔོན་པོ་ཡོང་པའི་ཁ་ཐུག་ལ་ངོ་རྒོལ་བྱེད་སྟངས་འདི། དཔོན་པོ་ཡིན་པའི་ཆ་ནས་རྒྱལ་ཁབ་མི་འབོར་ཆེ་ཤོས་ཡིན་པའི་རྒྱལ་ཁབ་ཅིག་གི་གཙོ་འཛིན་ཡིན་པའི་ངོས་ནས་ང་ཚོ་དགའ་བསུ་ཞུ་གི་ཡོད། བོད་ནང་ལ་སྲིད་ཇུས་འདི་ཡོད་བསྡད་པ་འདི་དཔེ་ལྟ་ཞིབ་པོ་གཅིག་གིས་ད་བའི་གདུག་རྩུབ། དྲག་གནོན་གྱི་བའི་གདུག་འདི་ཚ་ནན་གྱི་སྲིད་ཇུས་སིམ་འདྲ་དེ་ང་ཚོ་ངོ་རྒོལ་བྱེད་ཀྱི་ཡོད་ཟེར་ནས་གཡེང་བ་བྱས་འདི་དོགས་ཟ་ནན་ག་འདུག་ཤེས་སོང་ང་གཞན་སྤ་སེ་ནས་ཁོ་རང་ངོ་རྒོལ་བྱེད་པ་སོགས་ཆགས་ཡོང་དུས་རྒན་པོ་མང་པོ་ཅིག་འདི་འདྲ་གི་ཐོག་ནས་ཁོང་ཁྲོ་ཟས་བཅད